མཚམས་འདི་ནི་དེ་རིང་གི་བརྗོད་གཞི་གཉིས་པ་སྟེ་འབྲས་སྤུངས་དགོན་མ་གྲྭ་ཚང་གི་གྲྭ་སའི་ལྷ་པ་ལྷུན་གཉིས་དང་གྲྭ་ཚང་གི་འཛིན་སྐྱོང་གནང་ཕྱོགས་སོགས་ཀྱི་སྐོར་ནས། མཁན་པོ་འཇིགས་མེད་རྒྱ་མཚོ་ལགས་དང། ཕྱག་མཛོད་བཀྲས་པ་སྨོན་ལམ་རྒྱ་མཚོ་ལགས་རྣམ་གཉིས་འདི་ག་ཨ་རིའི་རླུང་འཕྲིན་ཁང་གི་གཉིས་ལན་ཁང་ནང་དུ་གདན་ཞུས་ཀྱིས་བགྲོ་གླེང་ཞུ་གི་ཡིན། རྣམ་པ་གཉིས་དེ་རིང་ང་ཚོའི་སྐུ་ལུས་ལས་རིགས་ནང་དུ་ཕེབས་པ་ལ་སེམས་ཁྲལ་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཐོག་མ་དེ་ལ་མཁན་རིན་པོ་ཆེ་དག་དེ་རིང་ཁྱེད་རང་ཨ་རི་ལ་ཕེབས་པ་ཐོག་མ་དང་པོ་དེ་ཡིན་ས་རེད་ཅེས་ད་རིང

ལེ་ཚེ། མཁན་རིན་པོ་ཆེ་ཁྱེད་རང་ལྟ་གྲྭ་ཚང་གི་མཁན་པོ་ལ་ཕན་ནས་ཕལ་ཆེར་ལོ་གཅིག་ལྷག་ཚེ་ཧ་ལམ་གཉིད་ཀྱིས་འགྲོ་དགོས་ས་རེད། གཅིག། མཁན་པོ་གི་ཐུགས་འགན་དེ་དེ་གཙོ་བོ་དེ་ག་རེ་ཡིན་ན། ད་ཕྱིར་ན་མཁན་པོ་གི་ཐུགས་འགན་འདི་ན་ད་གྲྭ་ཚང་གི་ནང་ན་ད་གཅིག་སློབ་གཉེར་བྱེད་ཡག་གི་གཙོ་བོ་དེ་གི། ངའི་ནུ་མ་ད་ཆེད་དུ་ཁུ་རེད།

སློབ་གཉེར་བ་དེའི་ཆ་ནས་ག་རེ་དུ་ཡར་རྒྱས་གཏོང་དགོས་བ་ད་ལྟ་དུ་གི་འཐུས་ཤོར་ཙམ་མི་འགྲོ་བ་ད་དེའི་ཆ་ནས་གོ་དུ་གི་འགན་འཁུར་དགོས་བ་དེ་གཅིག་པ་གཅིག་ཆ་མི་འོང་འགྲོ་བ་བ་དེར་ཆ་བཞག་པ་ཡོད་རྒྱུ་མ་རེད་བསམ་གོ་ཡིན་ན་ཡང་དེའི་འགན་འཁུར་སྟངས་ཀི་ཐོག་ནས་ལས་ཀ་ལས་སྟངས་ཀི་ཐོག་ནས་བེད་དུ་གི་འགྱར་བ་འགྲོ་གང་ལ་གང་འཚམ་ཚིག་ད་བཙན་ཤོག་གི་ནང་དང་སྔ་མ་གི་སྔར་གྱི་བོད་གི་ནང་ཡང་མ་འདྲ་ཁྱད་པར་དེ་དུ་ཡོད་རྒྱུར་བསམ་གོ་ད་སྔ་མ་གི་ནང་ཡིན་ན་དེ་གི་གང་བོད་གི་གོ་ཆི་ཆི་ར་གི་ནང་གི་ཡར་རྒྱས་གཏོང་བ་དུ་གང་བོད་གི་རྩིབ་ཞག

ད། ཁྱོད་ལོ་རེ་རེ་ལ་རྗེས་འཕྲོ་ག་རེ་ག་རེ་བྱེད་དགོས་འདུག་དེ་ཕྱི་ར་འགྲིམ་མ་འགྲིམ་གི་ཁྱད་པར་དུ་ག་རེ་ཟིག་བལྟ་དགོས་འདུག་དེའི་དུས་ད་ཚགས་ཚུད་པ་ཇེར་ཇི་སི་ཧང་སང་ཟིག་བཏང་ཡོད་རེད། ད་བོད་ན་མི་ཡག་གི་རྒྱ་གར་ན་ཡོང་བ་གི་ལོ་མྱུར་ད་ཡར་རྒྱས་འགྲོ་ཡག་གི་དུ་གི་མཐུན་ཆེད་ཆེས་ཕུན་སུམ་ཚོགས་པ་ཞིག་ང་ཚོ་དགེ་ལུགས་རྒྱུགས་སྤྲོད་ཟེར་ཡ་ཞིག་ཡོང་ར་ལོ་དྲུག་ལ་འགྲོ་དགོས་གྲ་ཚང་སོ་སོ་གི་འཛིན་གྲ་མཐར་ཕྱིན་ནས་དེ་ནས་དགེ་ལུགས་རྒྱུགས་སྤྲོད་འགྲོ་བ་ཟེར་ཡ་དེ་དཔེ་དེ་བླ་ན་མེད་པ་གི་ད་ཆ་ཚུ་ཁུར་ཡར་རྒྱས་འོ་དེའི་དུ་གི་ཚོང་དར་དེའི་འགན་གཙོ་བོ། ཐང་གང་པོ་གི་མང་ཚིག་ཡོད་པ་མ་གཏོགས་དེ་དེ་ལིར་འོག་འགྲོ་ད་དེ་ལི་ན་འགྲོ་དག་ཅིག་ཚག་ཚིག་པ། ད་ཕུ་ནུ་ཚོགས་ད་ཤོང་བརྒྱུར་ས་མི་འདུག། ལེ་ཚེ། ད་དགེ་བཤེས་ལགས་ད་སྔ་མ་ཡིན་ན་ད་བཙན་བྱོལ་བཅུ་གསུམ་ལོག་གི་དགོན་སྡེ་ཁག་ལ་ད་ཆོས་གཞིས་བཟི་ནས་ད་གྲྭ་དམངས་ཀྱི་འཚོ་བ་བརྟེན་ས་དེ་འདྲ་བྱོས་ས་རེད་ད་དེ་རིགས་ཁ་སང་ཅིག་དེ་བཞིན་ས་དེ་འདྲ་རྙེད་རྒྱུ་ཡོད་ན་དེ་ནས་གལ་སྲིད་རྙེད་རྒྱུ་མེད་ན་ད་དེང་སང་ཅིག་འཚོ་བ་བརྟེན་ས་གཙོ་བོ་དེ་ག་རེ་ཆགས་ཡོད་རེད།

ཞིང་ཁ་ལས་ཀ་དེ་འདྲ་གནང་དགོས་ནི་རིམ་པས་ད་ང་ཚོ་ཡར་ཡོང་བའི་སྐབས་ལ་ཡིན་ན་ད་ཞིང་ཁ་ལས་ཀ་དེ་འདྲ་བྱེད་དགོས་རེད་ཡིན་ན་ད་ཞིང་ཁ་ལས་ཀ་དེ་བྱེད་ད་བསྐྲུན་འགྲུས་སུ་མ་སོང་ན་ཁེབ་བསང་ཨེ་ད་ཡོད་མ་རེད་ད་ནང་གང་ཡིན་ཟེར་ན་ད་ལས་ཀ་དེ་ཆ་ཚང་ང་ཚོ་ལས་བྱེད་དགོས་མ་རེད་རྒྱ་གར་གྱི་ཞིང་ཁ་དེ་ད་ཁྲ་བ་ཡིན་རང་གི་ལས་བྱེད་ཀྱི་མེད་པ་ཡིན་ཙང་ད་རིམ་པས་རིམ་པས་དེའི་ངོ་བོ་བར་འགྱུར་ནས་ད་ཞིང་ཁ་དེ་ཡར་མི་བྱེད་ན་ད་ཅིག་མང་མ་དང་ད་གི་གནས་སྟངས་དེ་འདྲ་རེད་ད་གཙོས་ད་འདི་གི་ད་ང་ཚོས་ཡོང་འབབ་གི་ད་གཙོས་ལ་ན་ད་གྲྭ་ཚང་རང་གི་ད་དགེ་འདུན་མང་གི་ད་དང་བླངས་ཀྱི་ཐོག་ནས་ཕྱག་ལས་གནང་དགོས་པ་ད་གཅིག་ཟ་ཁང་ཡིན་ན་འདྲ་ནི་ཚོང་ཁང་ཡིན་ན་འདྲ་བཟོས་གྲྭ་ཁག་ལ་སོགས་པ་ནི་གཞན་ད་ང་ཚོས་གཅིག་འཁྲབ་སྟོན་བྱེད་རྒྱ་ཁག་ནི་ཨ་རི་གཙོས་བའི་ནི་ར་ཤི་ཡ་དང་གཙོས་ལ་ནི་འཁྲབ་སྟོན་གྲྭ་ཚང་གི་ནི་གཅིག་ད་ལོ་རེ་རེ་ལ་ཧམ་ཧ་ལམ་ད་འགྲོ་ཐབས་ད་ནི་ཁ་ཚང་ད་གཅིག་ན་ཚ་འདི་སྐྱེན་པའི་ད་འདི་གི། ཨ་རིས་རང་ལ་ལོ་གསུམ་གྱི་རང་འགྲོ་ཐུབ་ཡོད་མ་རེད། སེམས་མ་གཏོགས་ནི་ཆ་ཚང་དེ་ལོ་རེ་རེ་ལ་རེ་རེ་འགྲོ་ཐུབ་པ་ད་དེ་དང་ནི་གཅིག་ཉིན་ད་སྦྱིན་བདག་ཁག་གིས་ནི་རོགས་སྐྱོར་དེ་འདྲས་ལ་བརྟེན་ནས་ནི་འཚོ་བ་བྱེད་སྟངས་དེ་འདྲས་རེད། ལེ་སི།
མཁན་རིན་པོ་ཆེ་ད། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་དགོན་སྡེ་ཁག་གི་ཅིག་ལོ་རེ་རེ་ལ་ད་མཁན་པོ་དང་དགེ་བཤེས་ལྷ་རམས་པ་མང་པོ་ཅིག་དོན་ཡོང་གི་རེད་ད་སྔ་མ་ཡིན་ན་བོད་ལ་ཁོ་རང་ཚོ་ཁ་ཤས་བོད་ལ་ཕེབས་ནས་དཔེ་ཕན་ཐོགས་བྱུང་ཡོད་རེད། ད། ཁྱེད་རང་ད་བོད་ལ་བཞུགས་མྱོང་རེད་དེ། སྐད་ཅིག་བོད་ནང་ལོག་གི་ལྷོད་གཉེར་བྱེད་སྟངས་དང་ལྷོད་པ་ལྷོད་གཉེར་བྱེད་སྟངས་དང་ཕྱི་ལོག་གི་ལྷོད་པ་ལྷོད་གཉེར་བྱེད་སྟངས་ཀྱི་ཁྱད་པར་འདྲ་བོ་ཅིག་ཚུལ་ཁྱེད་རང་གིས་ག་རེ་གཟིགས་ཡོད་ན་དེང་སང་བཙན་བྱོལ་ནང་ལོག་གི་ཀྱི་ལྷོད་པ་ལྷོད་གཉེར་དགོན་སྡེ་ཁག་གི་ལྷོད་པ་ལྷོད་གཉེར་གནང་ས་ཀྱི་སྤུས་ཚད་དེ་ག་འདྲ་འདྲ་ཅིག་ཡོད་རེད། ཨོ་དེ་ལྟར་ད།

ཉིན་རེ་རེ་རེ་རེ་བཞིན་སློབ་སྦྱོང་མ་བྱས་བསྡད་མི་ཐུབ་པ། ངེས་པར་དུ་གྲྭ་སར་ཞུགས་ན་མྱུར་དུ་སློབ་སྦྱོང་བྱེད་དགོས་བ་གི་ལུགས་སྲོལ་འུར་དུ་ཆགས་ཡོད་རེད་དེ། སྔར་དང་ཐུག་གི་མི་འདྲ་བ་གི་ཞིག་ཐོན་ཞིང་དེ་ལ་བརྟེན་ནས་སློབ་གཉེར་བ་ཤེས་ཡོན་པ་མང་བོ་ཚུགས་ཐོན་པ་ཆེན་པོ་དུས་ཐོག་ནས་བྱུང་དགོས་ཡོད་རེད་ད་དེ་ནི་བོད་ལ་མི་ཡག་གི་འགྱུར་བ་ཆེན་པོ་ཞིག་ལ་དགེ་ལུགས་རྒྱུགས་སྤྲོད་ལ་འགྲོ་ཡ་ད་ལྟ་ཆེ་བ་དེ་བས་དེ་ག་ད་ང་ཚོ་སློབ་གཉེར་བ་ཚུལ་དཔེ་ག་ཚང་ན་ཆོག་གོ་ཚུལ་ཆེ་རུ་འགྲོ་བ་གི་དཔེ་བདག་ཆ་ཆེན་པོ་དུ་ཆགས་འདོད་རེད་ད་དེ་ག་ང་ང་མ་ཡིན་ན་ང་ཚོ་གཅིག་གྲྭ་ཚང་སོ་སོ་ན་དགོན་མ་གྲྭ་ཚང་དར་བས་ན་སྔགས་བཟླས་ཡ་དེ་ཕར་ཆེར་སྦྱང་ས་ཡོད་བ་མ་རེད། སྒེར་སྟོད་མི་ལ་ཚང་སྦྱང་བ་མ་ཏོག་ཡོད་བ་མ་རེད་ད་ལྟའི་ཆ་ན་གྲྭ་ཚང་ཁྲི་ཁོ་གདན་ས་གི་གྲྭ་ཚང་གཞན་མི་ང་དགོན་མེད་དེ་གདན་ས་གི་གྲྭ་ཚང་ཁྲི་ཁོ་ན་སྒེར་སྟོད་མི་ལ་སྦྱང་ནས་གྲྭ་ཚང་སོ་སོ་ན་བས་ན་སྔགས་འཛིན་གྲྭ་ཚང་མང་དྲོ་བ་གཅིག་ཡོད་རེད། དེ་ལས་ཐུགས་ཀྱི་ཁྱད་པར་དུ། ག་རེ་ཡོད་རེད་ན་གཅིག་ད་རྒྱ་རོང་ཞིག་ཐུགས་ཀྱི་ལ་བརྟེན་ནས་གཅིག་འཛིན་གྲྭ་མཐོ་མཐོ་བ་ད་དགེ་ལུགས་ཀྱི་ཁྲི་ལ་མ་སོང་ནུ་གི་འཛིན་གྲྭ་ལོ་བཞི་གི་སྔོན་ནས་ཚངས་རིག་གི། སློབ་སྦྱོང་བྱེད་དགོས་བ་དེ་འཛིན་གྲྭ་ཚང་མ་དག་ཚིག་ནི་ད་ཚང་མ་ཕུན་སུམ་ཚོགས་ཡོད་ར་འོ་དེ་འགྲོ་གི་ཡོད་ར་ད་དེ་ཆགས་པར་དེ་ཐོག་ནས་ད་སྤི་ཀ་ག་འདྲ་བྱེད་རེ་ཟེར་བཞག་ཡ་ན་ད་ང་ཚོ་ཅིག་གི་སློབ་སྦྱོང་གི་འཐེན་འཁྱེར་ལེ་དགོས་ར་ད་ཅིག་གི་སྦྱང་བྱེད་ཡོད་མེད་གི་ཐོག་ནས་ཅིག་གི་ལག་འཐོག་མར་དགོས་གི་ཆགས་པར་ཕ་ཚིར་ད་ཆགས་ད་ཡོད་ས་མ་འདུག་དེ་ལ་བརྟེན་ནས་ད་ང་ཚོ་ཅིག་གི་ད་ལྟའི་བར་དུ་སྔོན་མ་གྲྭ་ཚང་ཡ་ན་གྲྭ་རྒྱན་ཚར་ཡོང་བ་ཡ་དེ་ལྔ་སྟོང་ལྔ་བརྒྱ་ཉི་ཁི་རྩ་གྲངས་ཚིག་རྩ་མཐོ་དེ་འདྲའི་ཆགས་ཡོད་ར་དེའི་ནང་ནས་དགེ་བཤེས་ཐོན་བསམ་པ

ཕ་ཆེར་ཐུག་གི་དེ་འདྲའི་ཕ་ཆེར་ཐུག་ལྷག་མའི་ཨ་འབྲུག་དེ་འདྲ་ཞིག་རེད་ད་དེའི་ཞིག་ཁྱིམ་དུ་གྲྭ་ས་འདི་ནས་ཞིག་སློབ་སྦྱོང་བྱས་ནས་ཤི་ར་བོད་ནང་ང་སོང་ནས་ད་ད་ལྟའི་དགོངས་པ་བོད་ནང་གི་ན་ཡང་གྲྭ་ས་ལ་དམིགས་གཏད་ཀྱིས་ཅིག་སློབ་སྦྱོང་བྱེད་སྟངས་ཆེན་པོ་དུ་སྔ་མ་གི་དེ་ལས་ཐུག་གི་ད་བོད་ནང་གི་ན་ཡང་ཧ་ཅང་གི་འགྱར་བ་ཆེན་པོ་འོ་དེ་འདྲའི་ཟིག་ད་རྒྱུགས་སྤྲོད་བྱེད་སྟངས་གི་རྣམ་པ་ག་རེ་ཟིག་ཡིན་ན་དེ་ཕས་འདི་གི་ཤུགས་རྐྱེན་ཆེན་པོ་སྤེལ་ཐུབ་ཡོད་རེད་བསམ་གི་འདུག་ད་འདི་གི་དབྱེ་བྱེད་མི་ངོ་མ་ར་སོང་བ་རེད་དེ་གི་གཙོ་བོ་དེ་གི་མིག་གིས།

ལེ་ཚན།
དགེ་བཤེས་སྨོན་ལམ་རྒྱལ་མཚོ་ལགས། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་སྤྱི་བཏང་ཅིག་ཚོགས་པ་དང་སྒྲིག་འཛུགས་སྤེལ་མང་པོ་ཡོད་རེད་ཡིན་ནའི་དེ་ནང་ལོགས་ལ་ཅིག་དགོན་སྡེ་ཁག་གི་ཚོགས་པ་དང་ད་འཛིན་སྐྱོང་དེ་སྤེལ་ཚགས་ཚུགས་ཤོས་དང་འཐུས་སྒོ་ཚང་ཤོས་རེད་པ་ཅིག་ཆགས་འདུག་བསམ་གྱི་འདུག་ད་དེ་ཅིག་ག་རེ་ལ་བརྟེན་ནས་ཡོང་རེད་དགོངས་ཀྱི་ཡོད་ན། ལེགས་སོ།
ད་དེ་གཙོ་བོ་འདི་རེད་ད་ང་ཚོ་ཚོགས་པ་ག་ཡིན་པ་ཡིན་ན་འདྲ་དགོན་པ་ག་ཡིན་པ་ཡིན་ན་གཙོ་བོ་དེ་ག་ཚོད་སྒྲིག་འཛིགས་དེ་བརྟན་པོ་དགོས་རོགས་ཡ། སྒྲིག་འཛུགས་བརྟན་པོ་ཡིན་ཙང་ད་དགོས་པ་ཡིན་ཙང་སྒྲིག་འཛུགས་བརྟན་པོ་དེ་ད་ལག་བསྟར་གནང་ནས་ཉམས་ལེན་བྱེད་ཉེན། དེ་ཡང་པི་ཡོད་དོ་ཧྲ་ཐག་ཐག་འགྲོ་དགོས་ཡིན་ན་ད་ང་ཚོས་དེ་སྒྲིག་འཛུགས་ཀྱི་བྱ་ཡིག་དང་སྒྲིག་འཛུགས་དེ་བརྟན་པོ་བྱས་ད་དེ་ཉམས་སུ་ལེན་ཉེན་ཡང་ཅིག་དགེ་འདུན་པ་རྐྱང་རྐྱང་ཡིན་ཙང་དེ་ལ་ཅིག་ད་ཁོ་རང་ཏག་ཏག་ཏག་ཏག་ཉམས་སུ་ལེན་ཐོས་ཡ་གི་རྡོག་རྩ་གཅིག་སྒྲིལ་གྱིས་ཐོས་ཡ་གི་ད་གནས་སྟངས་ཅིག་ཡོང་དགོས་པ་རེད་དེ་གི་ད་ཅིག་ད་འདི་བྱ་ལ་ནི་ད་གདན་ས་ཁག་མཚོན་པའི

ཡ་རབས་ཡོང་བ་དེ་འདྲའི་ག་གེ་མ་རེད། ང་ཡིན་ན་གོ་སྐབས་ཚང་མ་མོ་ལ་ནས་ཅིག་སློབ་སྦྱོང་བྱེད་ཡ་གི་གོ་སྐབས་ཚང་མ་རག་ཡོད་རེད། ཡིན་ན་ད་ང་ཅིག་དགུ་བཅུ་ཐམ་པ་གི་ལོ་དེ་ལ་ད་ཁོ་ཚོ་གི་མགོ་ལ་རྒྱག་རིང་པོ་ཅིག་གི་སྟེང་འཁོར་བའང་ཕྱིན། ད་ནང་ཁར་ཟེར་གི་ཁོ་རང་ད་ལྟའི་སྐབས་དེ་ག་ལོ་རེད་དེ་དེ་ཅུང་ཆུང་འགྲོ་རེད་ད་ཅིག་རྒྱག་རིང་པོ་ཅིག་དེ་དུས་ང་ཚོ་བོད་མི་མང་ས་ཚིགས་ཡིན་ན་སེམས་ཁམས་ཅི་ཡོད་ར་ང་བོ་ད་གར་ཚིག་གོ་དེ་འདྲའི་གི་ལྟ་སེམས་ཅིག་དང་ཡང་དེ་ག་གདན་ས་གྲྭ་ཚང་ཁག་གི་ཅིག་སློབ་གཉེར་བསྡད་ཡ་དེ་ཅིག་ཡག་གི་འཕྲོ་བ་དུ་ཡོད་ར།

བུ་གུ་ཤི་རྒྱ་ཡ་སི་མ་སི་ཐེན་ཏྲེ་ར་ཏི་ཆ་ཚང་དང་རྫུན་ཏྲ་རྒྱལ་པ་བེར་ཏི་ད་སློབ་གྲྭ་ཚད་ལྡན་ནང་བཞེངས་ཀྱི་ད་སྐད་ཡིག་ཨུན་ཆི་རེ་ནི་ཨང་རྩི་རེ་བོད་ཡིག་རེ་ནི་ཆ་ཚང་ཅིག་ཡོད་བསྡད་པ་ཡིན་ཨང་ཨོ་ཉེས་དོན་ཐེན་ཏྲེ་རེ། ལེ་སི་མཁན་རིན་པོ་ཆེ་ད་ཁྱེད་རང་མཁན་པོ་གི་ཐུགས་འགན་བཞེས་གི་དུས་དེ་ནང་ལོགས་ལ་ཁྱེད་རང་གྱིས་ད་མི་ཡོ་ཟི་ན་ཤུ་རྒྱ་ས་ཚུགས་ཏེ་ག་རེ་ལ་ཐོང་ཟི་གི་ཡོད་ན། ང་ཚོ་ད་སྐད་ཆེན་པོ་འགྲོ་གི་ད་ག་རང་ད་ང་མ་ཐག་གི་ཚོ་སྦྱིན་གི་ང་ཚོ་ད་སློབ་གཉེར་བྱེད་སྟངས་ཚུ་ཨོ་ར།